ལྷོ་ཡ་དག་ནི་ལྷ་སྡོ་ནམ་ནམ་ཡི་འདུན་པ་གཏན་ནི་ལ་འཇུག་པའི་ཚུལ་བཤད་པ་ལ། ཧོ་ལྷ་སྡོ་ནམ་ཟེར་ཡོང་དུས་ད་ལ་དོན་གྱི་རྐྱེན་སུ་ར་གྲུ་དུ་ན་ལ་དོན་ཡིག་འབྲུ་བདུན་ཡོད་རེད་པ་དེ་གྱིས་ཏེ། ད་གོང་དུ་དེ་ནི་ནམ་ཡིན་གཉིས་པ་ལས་སུ་བྱ་བ་དང་ནམ་ཡིན་བཞི་པ་དགོས་ཆེད་ལ་འཇུག་པའི་སྐོར་དེ་བཤད་ཚར་གྱི་ཨ་ད་ནམ་ཡི་འདུན་པ་གཏན་ནི་ལ་འཇུག་པའི་ཚུལ་བཤད་པ་ལ། ད་ཐོག་མ་གཏན་ནི་གྱི་གོ་དོན་ནི་ཨ་གཏན་ནི་སའི།

རེ་བ་དེ་ཟེར་ཞིང། སི་ཐན་དེའི་འོག་ལ་དེ་ནི་རིམ་བཞིན་དཔེ་བརྗོད་དེ་ལས་བྲིས་པ་རེད་ཨ། དཔེར་ན། དབེན་པའི་ནགས་སུ་གཏུམ་བཞིན་ངར་བའི་གཅན་གཟན་གྱི་ཚོགས་དག་མཆིས་སོ་ཟེར་ཡ་གི་བརྗོད་པ་ཅིག་ཡོད་ན། དབེན་པའི་ནགས་ཟེར་ཡ་དེ་ད་མི་མེ་ལོང་སྟོང་གི་ས་ཆ་ཟེར་གི་རེད་དེ་འདྲའི་གི་ཤིང་ནགས་ཀི་ནང་ལ། གཏན་དེ་ག་རེ་རེད་དབེན་པའི་ནགས་དེ་རེད། བསྟན་པ་དེ་ག་རེ་རེད་ཟེར་ན་གཅན་གཟན་གྱི་ཚོགས་རེད། གཅན་གཟན་ཁོ་ན་ག་འདྲས་ཞིག་རེད་ཟེར་ན་ད་གཏུམ་པོ་ཡིན་པ་ངར་བ་ཡིན་པ། གཏུམ་ཞིང་ངར་བའི་གཅན་གཟན་གྱི་ཚོགས་མང་པོ་ཡོད་རེད་ཟེར་ཡ་ཅིག་བྱས་ཙང་ཨ་ནི། བསྟན་དབེན་པའི་ནང་ལ་བསྟན་པ་གཅན་གཟན་གྱི་ཚོགས་ཡོད་པའི་དོན་བསྟན་པ་ཞིག་རེད་བ། ད་དེ་གོ་བདེ་པོ་རེད་རྒྱ་མཚོ་ཆེན་པོར་གཉའ་ཡི་རིགས་མི་འདྲ་བ་གྲངས་ལས་འདས་པ་ཞིག་གནས་སོ། ད་རྒྱ་མཚོ་ཆེན་པོ་དེ་བསྟན་ཞེས་རེ་བ་བསྟན་པ་དེ་དག་ཡིན་ཡང་ཡིན་རིགས་མི་འདྲ་བ་མང་པོ་ཞིག་དེ་ནས་ཡོད་པ་དེ་བསྟན་པ་རེད། འཛམ་གླིང་འདིར་སྐད་གྲགས་ཡོད་པའི་བོ་ད་ལ་ནི་ལྷ་ས་རུས། ལྷ་ས་དེ་རེ་བ་བསྟན་རེད། ལྷ་ས་དེ་བསྟན་རེད་ཨ་ནི་བསྟན་པ་དེ།

དེ་འདྲའི་ཡིན་ཙང་གཟི་འོད་རབ་ཏུ་འབར་བཞིན་ཡོད། དེ་འགྲིག་གི་ད་བསྟན་དང་བསྟན་པ་གཉིས་ཀ་འགྲོ་སྟངས་དེ་དེ་འགྲིག་གི་ཁྱད་པར་ཡང་ཡོད་རེད། ཡང་ཞིང་ཡང་ཞིང་རྒྱ་ཆེ་བའི་རྩྭ་ཐང་དུ་ཟེར་དུས་ད་རྩྭ་ཐང་དེ་བསྟན་ལེ་ཨའོ་ཞབས་བསྟན་པ་དེ་ཆུ་རིགས་དཀར་ནག་གི་ཁྱུ་ནམ་མཁའི་སྐར་ཚོགས་ལྟར་བཀྲ་བ་ཟེར་དུས་ད་རྩྭ་ཐང་ལ་ཆུ་རིགས་མང་པོ་ཡོད་རེད། རྩྭ་ཐང་དེ་ན་བསྟན། བྱུ་རུས་མང་པོ་དེས་བསྟན། པར་གང་ཡང་དེ་ནས་ཤིན་ཏུ་མཐོ་བའི་ཧི་མ་ལའི་རི་རྩེ་ན་གཟིགས། ད་ཧི་མ་ལའི་རི་རྩེ་དེ་བསྟན་ལ་བཞག། ན་དེ་ནམ་ཡོད་འདུན་པ་བསྟན་ནི་ཅི་རེ་བ། བསྟན་པ་ག་རེ་ཡོད་རེ་ཟིན་ན་ཆུ་འཛིན་གྱི་ཕོ་མོ་ལང་ལོང་དུ་འཁྲིགས་པ། ད་ཆུ་འཛིན་གྱི་བོང་བུ་ཟེར་ཡོང་དུས་ད་སྤྲིན་པ་ཟེར་གི་ཡོད་རེད་ད་ཧི་མ་ལ་ཀི་བཙལ་ན་ཧི་མ་ལ་ཡའི་རི་བཙལ་ན་ད་སྤྲིན་པ་མང་པོ་ཡོད་རེད་ཟེར་ཡ་ཆེ་དེ་འདི་ཧི་མ་ལ་ཡའི་རི་རྩེ་ཡིན་པ་བསྟན་པ་དེ་ཨ་ནི་སྤྲིན་པ་དེ་ཡོད་པ་གླང་ལོང་འདི་འཁྲིག་པ་ཟེར་ད་སྣོད་ལ་འཇུ་སྲིད་ལོང་དགོས་སྣོད་བསྟན་པ་ཡིན་པ་ད་འཇུ་སྲིད་ལོང་སྣོད་བསྟན་ཡིན་པ་ད་འཇུ་སྲིད་ལོང་བསྟན་པ་ཡིན་པ་ནད་ལ་ཕན་པའི་སྨན་དགོས་རང་ལག་དེ་ནོར་བུ་ཡོད་ཀྱང། རང་གི་ལག་དེ་བསྟན་ཏེ་ནོར་བུ་དེ་བསྟན་པ་རེད། ནོར་ཡིན་མ་བྱས་ན་གསར་རྡོ་དང་ཁྱད་མེད། ད་དེ་རིགས་ཚིག་སྦྱོར་རིང་ཙམ་བྱས་པས་རེད་ཨ། མ་རྟོགས་ན་སྔ་མོ་ང་རང་སུ་ཡང་དཔེར་བརྗོད་ག་ཤེད་ཀྱི་ནང་ལ། དེ་ནི་གཅིག་གི་ཁ་རེ་སོ་སྟེང་དུ་དེ་ནི་གཅིག་གི་རྒྱལ་མཚན། འོག་ཏུ་གདན་ཟེར་ཡ་འདྲ་པོ་དེ་འདྲའི་དོན་པོ་དོན་པོ་དོན་པོ་གཅིག་ནི། དཔེར་བརྗོད་དེ་འདྲའི་ཆེད་ནས་བཀོད་ཡོད་རེད་བ་ད་རེས་འདི་འདྲའི་མ་ཡིན་པ་ཅིག་ནས་དཔེར་བརྗོད་ཐད་ཚིག་རིང་ཟིག་བྱས་ན་ད་གོ་བ་ལས་འདི་ཡ་ལས་ཁྱད་མེད་འགྲོ་བསམ། དེ་ཉིན། ཡར་རྒྱབ་གཙང་པོ་ཕ་རོལ་དུ། ཡར་རྒྱབ་གཙང་པོ་ཟེར་ནའི་འདྲ་ཡར་ཀླུང་གཙང་པོ་ཟེར་ནའི་ཡང་འདྲ་ད། མིང་གཅིག་རེད་ཨ་དོན་གཅིག་མིང་གི་རྣམ་གྲངས་རེད། ཡར་ཀླུང་གཙང་པོ་ཕ་རོལ་དུ་ཟེར་ཡར་ཀླུང་གཙང་པོ་ཆུ་ཕ་རིའི་དེ་གཏན་ལ་བཞག་བསྟན་པ་དེ་ག་རེ་རེད། མི་མང་པོ་བྲོ་འཁྲབ་པའང་མཐོང། བྱས་ཙང་མི་མང་པོ།

སྦྲུལ་ལ་དུག་ཡོད་ཀྱང་སྦྲུལ་ཀུན་ལ་ནི་མིན་ནོ། སྤྱིར་ན་སྦྲུལ་ཟེར་ཡ་དེ་ལས་དུག་ཡོད་རེད། རེད་སྟེ་ཡིན་ན་ཡང་སྦྲུལ་ཚང་མ་ལོག་ལས་དེ་འདྲའི་ཡོད་མ་རེད་ཟེར་གྱི་ཡོད། སྟག་ལ་རྩར་གཏུབ་ལྡན་ཡང་སེང་གེ་ལ་སྐྲག། བྱས་ཙང་སྟག་ལ་རྩར་གཏུབ་ལྡན་ཟེར་དུས་སྟག་དེ་བསྟན་གྱི། བསྟན་པ་དེ་གསར་གཏུབ་ཀྱི། ལྡན་དེ་ཡོད་པ་གྱི། སེང་གེ་ལ་སྐྲག་ཟེར་དུས་སེང་གེ་དེ་བསྟན་གྱི། སྐྲག་དེ་བསྟན་པ་གྱི་དེ་ལ་བརྟེན་ནས་བྱུང་བ་ཡིན།

ལྗོན་ཤིང་གི་རྩེ་ན་ཁུ་བྱུག་གི་སོ་སྙེ་སྒྲོག་པ། ཅི་སྟེ་ལྗོན་ཤིང་གི་རྩེ་དེ་བསྟན་ལས་བྱ། བསྟན་པ་དེ་ཁུ་བྱུག་གི་སོ་སྙེ་སྒྲོག་པའི་བྱ་བ་དེ་བྱ། སློབ་ཁང་དེ་སློབ་མ་ཚོས་སློབ་སྦྱོང་བྱེད་པ། སློབ་ཁང་དེ་བསྟན་ལ་བྱ། སློབ་མ་ཚོས་སློབ་སྦྱོང་བྱེད་པ་དེ། དེའི་བྱ་བ་དེ་དེ་ནས་བསྟན་པ་ལ་ཞོག་གོ་ཞོག་ཅིག། སེམས་ལ་དགའ་གྲོགས་དཔག་མེད་སྐྱེས་པ་ཟེར་གྱི་སེམས་བསྟན་རྗེས་དགའ་གྲོགས་དཔག་མེད་སྐྱེས་པ་དེ་བསྟན་པར་བྱེད། རི་ཡི་རྩེ་ན་སྲང་སྟོང་བ་ཟེར་གྱི་རི་ཡི་རྩེ་དེ་བསྟན་ལ་བཞག་སྲང་སྟོང་བའི་བྱ་བ་དེ་བསྟན་པ་ལ་བཞག། ལག་ཏུ་རྔ་ཡུབ་ཐོགས་པ་ཟེར་གྱི་ལག་པ་དེ་བསྟན་ལ་བཞག་བསྟན་པ་དེ་དེ་ནང་ན་རྔ་ཡུབ་ཐོགས་པའི་བྱ་བ་སོགས་ལྟ་བུའོ།

ཡིན་ན་ཡང་བསྟན་པ་དེ་བྱ་བའི་རང་བཞིན་དང་ལྡན་པའི་རིགས་ཏེ། བསྟན་པ་བྱ་བའི་རང་བཞིན་གྱི་རིགས་ཤིག་ཡོད་རེད་དེས་ན་གོང་དུ་བཀོད་པའི་སློབ་ཁང་དུ་སློབ་མ་ཚོ་སློབ་སྦྱོང་བྱེད་ཟེར་ཡོང་དུས། ད་འདི་ནམ་ཡིན་གཉིས་པ་དང་ནམ་ཡིན་བཞི་པ་དང་ནམ་ཡིན་བདུན་པ་གང་ཡིན་གྱི་སྐོར་ལ་ད་བསམ་བློ་བཏང་དགོས་ཡ་འདྲ་པོ་ཞིག་འདུག་ད་དེ་ལ་ཡང་ནི་ག་ཤེད་ཀྱིས་དེ་ན་གཉིས་པ་རེད་ཟེར་ཡ་འདྲ་པོ་ག་ཤེད་ཀྱིས་བདུན་པ་རེད་ཟེར་ཡ་འདྲ་པོ་དེ་འགྲིག་གི། གོ་བ་ལེན་ཚུལ་མི་འདྲ་བ་ཡོད་དགོས་ཡོད་རེད། དེར་མཚོན་པའི་ཡིན་ན་དེ་སློབ་ཁག་ཡིན་པ་དེ་ཡི་ད་གོ་བདེ་པོ་རེད་བ། ཡིན་ན་ཡང་དེ་འདྲ་བསྟན་པ་དེ། བསྟན་པ་འདི་སློབ་མ་རྣམས་རྐྱང་པ་མིན་པར། ད་སློབ་ཁག་འདིར་སློབ་མ་རྣམས་ཡོད་ཟེར་ཡ་འདྲ་ཞིག་བྱུང་ན་དེ་རྣམས་ཡིན་སྣང་པ་གཏན་ནས་སང་ཙང་རེད། རེད་དེ་སློབ་མ་རྣམས་རྐྱང་པ་མིན་པར། སློབ་མ་ཚོས་སློབ་སྦྱོང་བྱེད་པའི་བྱ་བ་དེ་ནི་བསྟན་པ་ཡིན་པར་ཤེས་དགོས་པ་རེད།

རྒྱལ་བ། གཅིག་གི་རྣམ་དབྱེ་བདུན་པ་བསྟན་གནས་ཀྱི་རྐྱེན་གྱི་འོག་ལ་ཡོད་པའི་བྱ་ཚིག་དེ་དག་དེའི་རྒྱུན་དུ་ང་རང་སོགས་རྣམ་དབྱེ་གཉིས་པ་ལས་སུ་སྦྱར་བ་དང་བཞི་པ་སྒོ་ཤེས་ཀྱི་ལྷ་དོན་གྱི་འོག་ལ་ཡོད་པའི་བྱ་ཚིག་དེ་གྱིས་དེ། བསམ་བློ་ཡག་པོ་བྱས་ནས་དག་ན་ད་གྲོས་གཞི་གཙང་ནས་ལེགས་པ་ཅིག་རེད། དེ་འདྲ་ཡིན་ཙང་ད་དེ་གྱིས་དེ་ཕན་ཚུན་མ་འགྲིག་པ་ཞིག་བྱེད་རྒྱུ་དེ་གལ་ཆེན་པོ་རེད། སྔར་དང་ད་ལྟའི་འགྲེལ་བཤད་མཁན་དག་གིས།

འཇུག་གུ་ཡོག་དང་འཇུག་གུ་མེད་ཀྱི་སྐོར་ལ། ད་ལ་ན་ནི་དེ་གཉིས་ཀྱི་དོན་ལ་འཇུག་དང་མི་འཇུག་གི་འདོད་ཚུལ་དང་མི་འདྲ་བ་ཞིག་ང་ཚོས་བྱུང་ཡོད་པ་རེད། ཡོད་པ་ཙམ་མ་གཏོགས། གཞན་ཡིན་ན་ད་ལས་དང་བྱེད་དང་དེ་ནི། ཚེ་སྐབས། ཅེས་ལ་ལ་དོན་རྣམས་འཇུག་པ་ཁྱབ་ཆེ་ཆུང་དང། འཇུག་བདེ་མིན་གྱི་དབྱེ་བ་བཤད་པ་ནི་ཆེར་མ་བྱུང་མོད།

རེ་བ་གོང་དུ་ཟུར་ཟུར་བཤད་ཚར་རེད་སྨོས་པ་ལྟར། ལས་སུ་བྱ་བར་ལ་ཡིག་འཇུག་པ་ཁྱབ་ཆེ་བ་དང་གནའ་མི་གཉིས་པ་ལས་སུ་བྱ་བའི་སྐབས་ལ་ལ་ཡིག་དེ་འཇུག་པ་ཧ་ཅང་གི་ཁྱབ་ཆེན་པོ་ཅིག་རེད། ལ་ཡིག་ནི་འཇུག་པ་ཤིན་ཏུ་ཁྱབ་ཆུང་བ་ཡིན། དེའི་སྐབས་ལ་ལ་དེ་ཡིན་པ་དེ་ད་རེས་ཡིན་ནས་གཉིས་པ་དང་བཞི་པའི་སྐབས་སུ་ད་བཤད་ཚར་རེད་འདི་ཡང་སྤྱིར་བཤད་མ་དགོས་པ་ཅིག་ན་འདྲི་འགའ་ཞིག་དུས་ལ། ད་གནའ་མིའི་འགྲེལ་པ་ཁ་ཤས་ཀྱི་ནང་ནས་ན་ཡིག་ལེགས་སུ་བྱ་བའི་འཇུག་པའི་དཔེ་བརྗོད་ཅིག་བཀོད་གནང་འདུག་ལ། གོ་རྒྱུ་ནི་བཀོད་འདུག་དཔེར་ན་མདུན་ན་རྒྱུ་ཟེར་ར་ནག་ཆོས་ཉན། ད་དེ་འདྲིས་སུ་བཀོད་ཡོད་རེད་བ། དེ་གནའ་མིའི་ཡིན་པ་ལེགས་སུ་བྱ་བ་ཡིན། ཡིན་ན་ཡང་ད་དེ་དག་ནི། བསམ་བློ་བཏང་ན་གཡུར་དུ་གསལ། རབ་གསེར་དེ་སྤོམ་པོ་ཤུགས་དང། ཚོགས་དང་ཁྱད་མ་མཆིས། ད་ང་རང་གི་ལྟར་སྟངས་ཅིག་ན་མདུན་ན་རྒྱུ་ཟེར་ན་ཡང་འདྲ་སེ་ར་ལ་ཆོས་ཉན་ཟེར་ན་ཡང་འདྲ་རབ་གསེར་དུ་སྤོ་འབུག་གཞུག་ཟེར་ན་ཡང་འདྲ་གཡུར་དུ་གསལ་ཟེར་ན་ཡང་འདྲ་ཚང་མ་ལོ་གཅིག་པ་གཅིག་རྐྱང་རེད་བྱས་ཙང་ནམ་ཡིན་བདུན་པ་གཏན་མེད་ཀྱི་དཔེར་བརྗོད་རེད་མ་གཏོགས་དེ་ནམ་ཡིན་གཉིས་པའི་དཔེར་བརྗོད་ལ་དགོས་པ་རེད་དེ་ཡིན་ན་ཡང་འགྲོ་གི་མི་འདུག་བསམ་གྱི་འདུག་ཨ། བཞུགས་སོང་ད་ཁྱད་མ་མཆིས་པས། བདུན་པ་ནི་གནས་གཞི་ལས་མ་འདས་སྙམ་པས། ཨ། དེ་ཡིན་ན་ཡང་ད་ནི་ད།

འཇུག་པ་བདེ་བ་བྱེད་ཀྱིན་པའི་དང་ཚོར་སྣང་དེ་ཤར་གྱི་ཡོད་རེད། རི་ཡི་རྩེ་དང་སྤྲིན་པ་འཁྲིགས་ཟེར་ནས་ད་ག་རི་ཡི་རྩེ་དང་སྤྲིན་པ་གཉིས་ཀ་ལོ་གང་ཟག་མ་རེད། སྐྲར་བ་ན་སྨེ་བ་ཞིག་འདུག་ཟེར་གྱི་སྐྲར་བ་དེ་ཡས་གང་ཟག་མ་རེད་སྨེ་བ་དེ་ཡས་གང་ཟག་མ། སོགས་ན་སྒྲ་འཇུག་ཡུལ་སེམས་དོན་མིན་ཚེ། འཇུག་པ་བདེ་ནའང་བྱས་ཙང་སེམས་དང་ལྡན་པ་ཞིག་མ་ཡིན་པའི་ཚེ་ན་བདེ་ནའང། ད་ཡང་མི་བདེ་ས་ག་ལི་རེད་ཟེར་ན་སློབ་དཔོན་ན་སློབ་མ་མང། སློབ་མ་ན་ཡོད་འདེབས་ཡོད། སྦྲུལ་ན་དུག་ཡོད། སྤྱང་ཀི་ན་རྫི་ཡོད་སོགས་ལ་གཙོ་བྱས་གཙོ་བོ་ལ་ཡིག་དང་གཞན་སུ་ར་རུ་སོགས་འཇུག་པ་ལས་ན་ཡིག་ཤིན་ཏུ་འཇུག་མི་བདེ་བ་རེད། ག་རེ་རེད་ཟེར་ན་སློབ་དཔོན་ཡི་གང་ཟག་རེད་སློབ་མ་ཡ་གང་ཟག་རེད་སྦྲུལ་ཡ་གང་ཟག་རེད་སྤྱང་ཀི་ཡ་གང་ཟག་རེད་རེད་བ། དེ་འདྲ་ཡིན་ཙང་གང་ཟག་རིགས་ལ་འཇུག་མི་བདེ་བ་ཞིག་རེད། དེ་ལྟར་བཤད་སྲོལ་དང་འབྲི་སྲོལ་གཉིས་ཀ་ཆེར་མེད་པ་ཡིན།

བྱས་ཙང་དེ་འདྲ་ཡིན་ཙང་རེད་སེམས་བྱ་བའི་ལ་དོན་འཇུག་ཡུལ་ད་མི་སོགས་སེམས་ལྡན་གྱི་རིགས་ཡིན་ན་མི་སོགས་སེམས་ལྡན་གྱི་རིགས་དང་གཅིག་གཅིག་གཏན་གཏན་གྱི་སྐབས་དེ་ནི་སེམས་ལྡན་སེམས་ལྡན་ལ་གཙོ་བོ་ལ་ཡིག་འཇུག་པ་ལས་ན་ཡིག་མི་འཇུག་པ་དང། སོ་སོ་གཞན་རྣམས་ཀྱང་འཇུག་པ་བདེན་མེད་ཅི་རིགས་ཤིག་ཡོད་པས་ན་བཀའ་འདི་ཤེས་དགོས་པ་ཤིན་ཏུ་གལ་ཆེ། དེ་འདི་ཅི་རེད།

ན་ཡིག་འཇུག་ན། ཅི་སྐད། སེམས་རྟེན་གང་ཟག་ལ་ན་ཡིག་འཇུག་ན་མི་བདེ་བ་ཡིན་པའི་རྒྱུ་མཚན། གཞན་དག་ལ་འཇུག་ན་འགྲིག་པའི་རྒྱུ་མཚན་དེ་བཤད་ཡ་དེ་གལ་ཆེན་པོ་རེད། འོ་ན་རྒྱུ་མཚན་གང་འདྲ་ཞིག་ཡིན་ཟེར་ན་ད་འོ་ན་ཡ་ད་རྒྱུ་མཚན་བཤད་རྒྱུ་དེ་གལ་ཆེན་པོ་རེད་ཟེར་གྱི་ཡོད་རེད། དེ་འདྲ་ཡིན་ན་རྒྱུ་མཚན་ག་རེ་རེད་ཟེར་ན། གོང་དུའང་ཟུར་ཙམ་མོ་པ་དང། བསྟན་པ་རྒྱ་མཚོས། བསྟན་པ་རྒྱ་མཚོས་ལོ་རྒྱུས་ཀྱི་གོང་དུ་ཟུར་ཙམ་བཤད་པ་ལྟར། དེས་ན་ཁོང་གི་ག་རེ་གསུངས་ཡོད་རེད་ཟེར་ན། དེས་ན་བརྡ་སྤྲོད་པའི་དབང་གིས་གོ་བ་དང་གོམས་སྲོལ་གྱི་དབང་གིས་གོ་བ་གཉིས་ལ་ཁྱད་པར་ཆེན་པོ་ཡོད་པའི་གནད་འདི་ཤེས་ཕེབས་ཀྱང་ཨོ། ཨ་ཁོང་གིས་དེར་ཚིག་དུ་མ་དེ་འདྲ་ཞིག་གསུངས་ཞེས། ཨ་དེས་ན་ང་རང་གི་ལྟ་སྟངས་བྱས་ན་ཨ་འདི་ཧ་ཅང་གི་ཡག་པོ་ཞིག་རེད་རེད་བ། ངས་ཟེར་ཡས་ན་བརྡ་སྤྲོད་པའི་ཕྱོགས་སུ་ཡང་མ་ལྷུང་བརྡ་སྤྲོད་པ་ཁོ་ནའི་ཕྱོགས་སུ་ཡང་མ་ལྷུང་བ་ཞིག་དང།

གོམས་སུར་ཞེས་པ་འདི་ལའང་ཞིབ་ཏུ་བསམ་ཚེ་གོམས་སུར་གོམས་སུར་ཟེར་ཡ་འདི་ལ་ཡང་ཞིབ་ཏུ་བསམ་བློ་བཏང་ན། འགའ་ཞིག་ནི་ཡུན་རིང་མོ་ཞིག་ནས་ཆགས་པའི་གོམས་སུར་ཞིག་རེད། ད་ཡུན་རིང་པོ་ཞེ་དྲག་ཆགས་སོང་སྟེ་དེ་ནས་ཨ་ནེ་མི་ཚང་མ་ལོག་ན་བའི་ལམ་དུ་བཅུག་ཡས་གོམས་སུར་དེ་ཆགས་འགྲོ་གི་རེད། འགའ་ཞིག་ནི་ཚིག་ཙམ་གྱི་ཐད་ནས་བལྟས་ན། དོན་གཞན་དང་འཁྲུལ་གཞི་ཡོད་པའི་དབང་གིས་ཀྱང་ཡིན་ཏེ། དཔེར་ན་གོང་དུ་བཤད་པའི་ལས་སུ་བྱ་བའི་ལ་དོན་འཇུག་ཡུལ་གྱི་བྱ་བའི་ཡུལ་ལ་ན་ཡིག་དང།

ག་ཤེད་ནི་དེ་ནི་ཡུན་རིང་པོ་ཞིག་ནས་གོམས་པའི་དབང་གིས་རེད། ག་ཤེད་ཅིག་ནི་ད་རེས་ཟེར་ཡ་དེ་རེད་འཁྲུལ་གཞི་ཡོད་པའི་དབང་གིས་ཅིག་ག་ཤེད་ཅིག་དེ་གཉེན་པོའི་སྣང་བ་རེད་ག་ཤེད་ཅིག་དེ་ནི་གཉེན་པོ་མེད་པ་དེ་འགྲིག་གི་མེད་པའི་སྣང་བ་རེད་ཅེས་ཤར་གྱི་ཡོད། སྤྱིར་ཡང་ལ་དོན་འདི་འགའི་ནང་དུ་བྱ་ཚིག་དེ་འགྲོ་བ་ན་ཡིག་ཁོ་ན་ལས་མེད་པའང་ཤེས་དགོས། དཔེར་ན་སུ་ར་རུ་དུ་ན་ལ་དུ་ཟེར་དེ་ཡིག་འབྲུ་བདུན་གྱི་ནང་ལ་བྱ་ཚིག་ཡིན་པ་དེ་བྱ་ཚིག་ལས་འགྲོ་བ་ཞིག་ལ་སྣ་གཅིག་པོ་མ་གཏོགས་མེད་པའང།

ཧོ་ལེ་ད་དེ་གཉིས་སྟོན་པའི་ལ་སྟོན་དགུའི་རྐྱེན་སུ་ར་རུ་ཏུ་ལ་སོགས་པ། འཇུག་ཡུལ་དེ་ལ་འཇུག་ཡུལ་གང་ཡིན་པ་དེ་ལ་ལས་ཞེས་བཤད་ཀྱི་ཡོད་རེད། ལ་སྟོན་གྱི་དེའི་ལ་སྟོན་འདི་དེ་ནི་དེ་གཉིས་སྟོན་པའི་ལ་སྟོན་དགུ་འོག་ལོ་བརྒྱད་ཀྱི་བྱ་ཚིག་ཅིག་ཡིན་དགོས་རེད་ཨ། བྱ་བ་ལས་ཡོང་གཉིས་སུ་བྱ་ལས་སུ་བྱ་བའི་ནང་གསེས་རེ་བ་བྱ་ཚིག་ལ་བྱ་བ་ཞེས་བརྗོད་ཀྱི་ཡོད་རེད། ཨོ་ད་དེའི་ཤེས་ནི་ད་དུང་ཁུག་རྟ་མ་འཕྲོད་ན་འོ་ན་དེ་ནི་དཔེ་འཕྲོད་ཅིག་གོ་དཔེར་ན། མེ་རུལ་འབར་ཟེར་བ་ནི་ད་དེའི་གོ་བདེ་པོ་དེར་ཡོངས་གྲགས་ཅིག་གོ། མེ་ཟེར་དུས་དེ་ནི་ལ་སྟོན་གྱི་གོང་ལ་འདུག་བ། ལ་སྟོན་གྱི་ལྟག་ལ་འདུག་བ་དེ་འདྲའི་དབྱེ་ཙམ་དེ་ལས་ཟེར་གྱི་རེད། ཨ་དེ་གཉིས་ཀྱི་སྐབས་སུ་ལས་ཟེར་གྱི་རེད། རུལ་དེ་དེ་གཉིས་སྟོན་པའི་ལམ་དབྱེ་ཞིག་རེད། དེའི་འོག་ལ་ཡོད་པའི་འབར་ཟེར་བ་དེ་རྒྱབ་ཆད་ཐམས་པ་དེ་དེའི་རྒྱ་ཚིག་ཞིག་རེད། ཨོ་ཡ།

ད། ཡི་གེའི་རྣམ་པ་ཐ་དད་དེ་རེད་དེ་ཡི་གེའི་རྣམ་པ་ཐ་དད་ཡིན་པ་ལ་ངོ་བོ་གཅིག་པ་ཟེར་ཡ་དེའི་ཐོག་ནས་བསམ་བློ་གཏང་དགོས་པ་རེད། དེ་ངོ་བོ་གཅིག་པ་ག་འདྲས་ཟེར་ཡོད་ཟེར་ན། འོ་ན་སྐད་ཆ་འདི་རིགས་བཤད་ཅི་རོགས། དེ་རི་འབར་ཟེར་དེ་འབར་རྒྱུ་ག་རེ་རེད། འབར་རྒྱུ་མེད་འབར་རེད་མ་གཏོགས་ཆུ་འབར་མ་རེད་བ། ཨོ་ཡ་འབར་རྒྱུ་མེད་ཡིན་ན་མེད་འབར་རེད། དེ་རུ་དེ་མེད་ན་ཡང་འགྲིག་གི་འདུག་བ། རུ་དེ་མེད་ན་ཡང་འགྲིག་པ་དེ་ཨོ་བྱ་བ་ནི་ལས་ཀྱི་ངོ་བོ་གཅིག་པ་ཡིན་པའི་རྟགས་མཚན་དེ་རེད། མེ་འབར་མེ་རུ་འབར་ལྟ་བུར་མཚུངས་ན་མེ་ལས་དང་རུ་དེ་གཉིས་སྟོན་པའི་ལྷ་དོན། འབར་བྱ་བ་ཡིན་ཞིང། འདིའི་བྱ་ལས་ངོ་བོ་གཅིག་ཏུ་འགྲོ་ཚུལ་ནི། སྤྱིར་མེ་དང་འབར་གཉིས་མིང་ཙམ་གྱི་རྣམ་པའི་སྟེང་ནས་བལྟས་ན་ཐ་དད་པར་སྣང་མོད། ཡང་མེ་མེ་རེད་འབར་འབར་རེད་མིང་གི་ཐོག་ནས་བལྟས་ན་ཁ་ཁ་ཡོད། ངོ་བོའི་སྟེང་ནས་བཤད་ན་འབར་རྒྱུ་ནི་མེ་ཁོ་ན་ཡིན་པ་ལས། མེ་ཡི་དབུལ་པོ་ལས་ཐ་དད་པའི་འབར་རྒྱུ་གཞན་ཞིག་འཇོག་ཏུ་མེད་པས་ན། འོ་དེ་ནི་བྱ་བ་དང་ལས་ནི་ངོ་བོ་གཅིག་པ་ཞེས་ནི་བརྗོད་ཀྱི་ཡོད་རེད། གཅིག་པ་ཡིན་ཙང་དེ་ལ་གཅིག་པ་ལ་དེ་ཉིད་ཞེས་སུམ་ཅུ་པའི་སྐབས་ཀྱི་ཐུན་མོང་མ་ཡིན་པའི་བརྡ་ཆད་ཀྱི་ཁོ་རང་གི་མིང་ཅིག་རེད་ལ་བརྗོད་པ་ཡིན། དཔེ་འདི་རིགས་ལ། དཔེ་བརྗོད་འདི་རིགས་ལ། ལ་དོན་གྱི་སྐྱེལ་མ་སྒེར་གྱི་དོན་འདྲ་བར་སྟོན་པ་ཡིན་པས།

ཉི་ཟླའི་དཀྱིལ་འཁོར་ནི་འོད་དུ་འཚེར་བཞིན་རབ་ཏུ་གསལ་བ། ད་ཉི་མ་དང་ཟླ་བའི་དཀྱིལ་འཁོར་ཟེར་ཏེ་ད་ཉི་མ་དང་ཟླ་བ་དཀྱིལ་འཁོར་ལ་ཆ་ཚང་བ་གཅིག་ལ་ཞག་བདེ་བ་དེ་ནི་ད་འོད་དུ་འཚེར་ཟེར་ཏེ་འཚེར་ཡས་དེ་འོད་འཚེར་རེ་བ་དེ་ཡང་བྱ་བ་དང་ལྡན་གྱི་ངོ་བོ་གཅིག་པ། གྲོལ་ཁང་འདི་བསྙལ་བའི་སྒོ་ང་བྱ་དྲུག་ཏུ་གྱུར་པ། གྲོལ་ཁང་གི་ནང་ལ་བསྙལ་བཞག་པའི་དེ་ནི་བྱ་དེ་ཡི་སྒོ་ང་དུ་སྐྱེས་ཏེ་བྱ་དྲུག་ཏུ་གྱུར་པ་ཟེར་ཡང་འདུས། ད་བྱ་དྲུག་ཏུ་ལས་རེ་བ་གྱུར་ཏེ་བྱ་བ་རེ། དེ་ནས་བསྒྱུར་ཡ་ག་རེ་བསྒྱུར་ར་རེད་རྒྱག་ཕྲུག་དུ་བསྒྱུར་ར་རེད་མི་ཚེ་རྒྱག་ཕྲུག་ཁ་ཁ་ཅིག་ཅིག་བསྒྱུར་རྒྱུ་ཁ་ཁ་ཅིག་ཡོག་ལ། དཔའ་བོ་གོས་ལས་ཁྱད་དུ་འཕགས་པའི་དཔའ་རྩར་བསྟན་པ། ཨོ་ད་དེ་ཡ་དེ་མ་རེད་དེ་གཉིས་རེད། ལྟ་བུའི་སྒྲས་ནི་ཆོས་ཅན་བརྗོད་པའི་མིང་ལ་དེ་གཉིས་ཀྱིས་ལ་དོན་སྦྱར་ཞིང་དེ་ལྟར་ཐ་མི་དད་པའི་རྒྱ་ཚིག་སྦྱར་བ་ཡིན་ཞིང། དེར་ནི་འོད་དུ་འཚེར་འཚེར་བྱ་བྱེད་ཐ་མི་དད་པར། བྱ་ཕྲུག་ཏུ་བསྒྱུར་དགོས་བསྒྱུར་བས་ཐ་མི་དད་པར།

རེད་དེ། ད་དེ་ལས་ཡང་འདས་པའི་བཤེས་གཉེན་ཟེར་དུས་མཚམས་ཆད་དེ་གོ་ཡ་དེ་རྒས་ཡོལ་བཤེས་གཉེན་ལས་གོ་ཡ་ཅི་ཡོད། ད་ག་བ་གོ་ན་ཡང་འགྲིག་གི་འདུག་ཉོ་བ། བཤེས་གཉེན།